ཁྲོས་ངོ་ཅན་ངོས་འཛིན་ཚུལ་འཆད་བྱེད། རྒྱལ་བ་ཅན་ལ་སྤང་བླང་བསྟན་སྟངས་དེ། སྣ་ཁ་གཉིས་དབྱུག་གདུག་བ་ལ། དང་པོ་འདི། ལེའུ་བཅུ་གཉིས་པའི་ནང་ལ། སོང་ཟིན་པོ་ཆེ། ད་དེ་རིང་ང་ན་ཚོད་དེ་རེད་བཞག་ཁྲོས་ངོ་ཅན་ངོས་འཛིན་ཚུལ་ཟེར་ཡག་དེ། འདི། ཡང། གནད་འགག་ཆེན་པོ་རེད་འདུག་བ། གཅིག་ནས་ང་ན་ཚོ་སྤྱི་ཚོགས་ནང་ལོགས་ལ། འཇུག་འབྲས་ངན་པ་མང་པོ་ཅིག་འཁྲུལ་བྱས། ཡོང་གི་ཡོག་རེད་བ་འཁྲུལ་བྱས་ཧ་མ་གོ་བ་བྱས་བྱས། ད་འཁྲུལ་བ་ཟད་དེ་སྔ་ན་ཚོད། གནད་དོན་ག་ས་ག་ལ་སྦྱར་ཡག་འདུག་བལ། གཉིས་དོན་ནི་ད་ལྟ་རྗེ་རིན་པོ་ཆེ་གིས་རྟེན་འབྲེལ་བསྟོད་པའི་ནང་ལ། འཇིག་རྟེན་མགུལ་པ་ཇི་སྙེད་པ་དེའི་རྩ་བ་མ་རིག་སྟེ་ཞེས་བྱས། བཀའ་མོལ་གཅིག་གསུངས་བཞག་ཡོད་རེད་བ། འཇིག་རྟེན་བཀྲ་མི་ཤིས་པ་དང་དོན་མི་འགྲུབ་པ་ཉམས་རྒུད་དུ་འགྲོ་ཡ། མི་སྒེར་ཁྱིམ་ཚང་སྤྱི་ཚོགས་ག་པ་ཡིན་ནའི་རྙོག་དྲ་ཡོང་ཡ་དེ། མ་ཤེས་པ་ཧ་མ་གོ་བ་བྱས་བྱས་བྱེད་ཀྱི་ཡོད་རེད་གསུང་གི་འདུག་བ་བྱས་ཙང་ནོར་བ་ཟས་དེ་དག་ཧ་མ་གོ་བ་རེད་བ་བྱས་ཙང་ང་ནག་ཚོས་ནམ་རྒྱུན་བཅའ་ལག་ལ་དཔེ་བཞག་ན་གསེར་དང་ར་གན་གཉིས་ནོར་ཡག་གི་ཉེན་ཁ་ཆེ་པོ་གཅིག་འདུག་བ་གསེར་དང་ར་གན་གཉིས་ཡང་དང་ད་ཧ་ཡང་དུ་དངུལ་དཀར་པོ་བརྗོད་བ་དེ་གཉིས་གཉིས་དོ་བ་འདྲ་པོ་གསུང་ཙང་ནོར་ཡག་ཉེན་ཁ་ཆེན་པོ་འདུག་བ་ནོར་བུའི་རིན་ཐང་ཡོད་པ་དུ་ཚོད་ལ་ནོར་གཡག་ཡོད་པ་ནང་བཞིན། མི་ལས་ནོར་གཡག་མང་པོ་འདུག་ག་དེ་ཡིན་དེ་དུས་ད་ལྟ་ས་སྐྱ་པཎ་ཏི་དགོན་རྒྱལ་མཚན་མཆོག་གི་ལེགས་བཤད་འཕྲུལ་གྱི་དྲ་བའི་ནང་ལ་དོན་རྡོག་རྡོག་བཟོས་རྗེས་གསལ་པོ་ཞིབ་པོ་ཅིག་སོང་ཡོང་འདུག་ད་དང་པོ་དེ་ག་རེ་ལབ་ཟུར་ན་མི་སྤྱང་པོ་དང་གོ་དོང་ལ་ནོར་ཟ་ཡོད་གསུང་གི་འདུག་ག་གཅིག་མི་སྤྱང་པོ་བྱས་གཅིག་གོ་དོང་སི་ལུབ་ཡོང་དུ་ད། ཁྱེད་ཀྱིས་སྨྲ་བཞིན་པ་ཅི་བོར་བ། ཨོ་དེ་ཉིད་ཉིད་ལ། ད་ནོར་བཟོས་ཡོད་རེད། ད་དེ་ག་རེད་ལབ་ཟེར་ན་སྤྱིར་བཏང་ནས་ང་ནར་ཐང་ད། སྤྱང་པོ་ཟེར་ཡ་དེ་སྤྱིར་བཏང་དོན་དག་སྒྲུབ་བཞིན་ཡ་དེར་བ། དོན་དག་སྒྲུབ་བཞིན་ཡ་དེ་ཆེ། གང་ལ་ཡིན་ནི་ལས། སོ་སོ་ལ་འཇོན་ཐང་ལྡན་རྒྱུ་ཡོད་བ། འཆར་གཞི་བཀོད་རྒྱུ་ཡོད་བ། ལག་ལེན་ལ་བསྐྱལ་རྒྱུ་ཡོད་པ། ད་ལོ་འདི་དེ་སང་འདི། ལོ་ལྔ་ལ་འདི་ལོ་བཅུ་ལ་འདིས་བྱས་རྗེས་རིམ་པ་རག་བྱེད་མ་བཟོ་ཡ་ཡོད་པ། དེ་འདྲའི་ཡོང་གི་ཡོད་རེད་པ། ད་ད་ལྟ་འདི་རེད་མགོ་ཐོང་ཟེར་ཡ་འདི་གཏན་འཁེལ་བས་ད་ཅིག་སོ་སོ་ལ་དོན་དག་དང་ལག་ལེན་ག་གལ་ཆེ་མེད་པ་བྱས་ཡིན་པ་ཡིན་ནའི་ལས་ཨ་ནི་སོ་སོ་མགོ་བདེ་མདོག་དང། ཅིག་བཞི་པོ་ཆེ་ཤིང་གི་ཡུལ་གདོང་མདོག་དང། ཧ་ལམ་མ་སུ་ནེ་ག་ལ་ག་འཛམ་ཅིག། ཡུལ་གདོང་མདོག་བྱེད་མཁན་དང་ཨ་ནི་ཅི་ཅིག། ཉམས་མྱོང་ཡོད་པ་གཉིས་གཉིས་གཉིས་ཀྱི་ཉམས་མྱོང་ཡོད་པ། འོ་དེ་འདྲའི་གསུང་ཉན་ཆོག་ར་པ་དེ་གཉིས་གཉིས། ཕག་ཚོ་ནོར་ཡག་གི་ཉེན་ཁ་ཆེན་པོ་ཡོད་རེད། ཅིག་ལ། ཡོད་པ་ཆེ་ཅིག་གེ། འོས་ཤོབ་བཤད་དེ་གི་ཡོད་ར་པ། བྱས་ཙང་དེའི་མདུན་ང་ནག་ཆུའི་དོར་བསྡུས་ན་མི་སྤྱང་པོ་བྱེད་ཆོག་གི་རེད། ཡིན་ནའི་ལས་ཀོ་དོང་བྱས་ཡོད་མ་རེད་ཟེར་བ་རེད། བྱས་ཙང་དེའི་ནང་ལོག་ལ་ད་ལྟ་སྤྱང་པོ་ཟེར་ཡ་དེ་མི་ལ་གོ་གོ་བཏང་ཡ་དེ་བྱེད་ཀི་མི་འདུག་ག་གཙོ་བོ་ག་རེ་ལབ་དུས། འཆར་གཞི་སྒྲིག་འཛུགས། ལག་བརྡ། འོ་དེ་ཚོ་ག་རེ་ཡིན་ནའི་ཡོད་པ་དོ་ཚོ་ལ་ཟེར་གི་འདུག་ག། འོ་དེ་འདྲས་བྱེད་ནོར་ས་ཡོད་པ་ཅིའི་བྱེད། ད་དེ་ནས་ནོར་ས་ཡོད་པ་གཉིས་པ་དེ་ག་རེ་རེད་ཞུས་པ་ཡིན་ན། དྲང་པོ་དང་གླེན་པ་ལ་ནོར་ས་ཡོད། དེ་སོང་ཡོང་འདུག་བ། ད་དྲང་པོ་ཟེར་ཡག་དེ་ང་ན་ཚོ་བྱེད་དགོས་གོ་ཡོད་རེད་བ། དྲང་པོ་ཟེར་ཡག་དེ་ཁོ་རང་དྲང་པོ་བཤད་གི་ཡོད་དུས། ཨ་འཇིག་ཏག་ཏག་ར་བ་ཞིག་དེ་བས་ཡིན་ན་རུ་བ། བྱས་ན་བྱས་པ་མ་བྱས་ན་མ་བྱས་པ། ཡོད་ན་ཡོད་པ་མེད་ན་མེད་པ། འོ་དེ་འདྲས་མ་བཤད་ཐུག་གི་ཡོད་རེད་བ། ཡིན་པ་ཡིན་ནའི་དྲང་པོ་མི་དྲང་པོས་གར་ཤིང་གི་རི་ལབ་དུས་ཙམ་པ་ག་དུས་བཤད་དགོས་པ་དང་ག་དུས་བཤད་མི་དགོས་པ་དེ་ཟེར་བ་གིང་གིར་བལ་ད་ཡིན་ནའི་ལས་གླེན་པ་ཟེར་ཡ་དེ་འདི་ཧ་གོ་མ་རེད་ཟེར་བ་རེད། ད་བཤད་དགོས་ལ་མི་དགོས་གང་ག་བཤད་བཤད་པའི་སྐབས་སུ་བབ་བབ་མ་བབ་ལ་ཚང་མ་བཤད་གང་ད་ད། བྱེད་དགོས་པ་དང་མི་དགོས་པ་ཟེར་འདི་ཡོད་མ་རེད་དུས་མཚམས་ཀྱི་དབྱིན་ཇི་དེ་ཞེ་དྲག་ཡོད་མ་རེད་དེ་བས་ཀྱང་ཕ་ནང་ལ་ཕན་དང་མ་ཕན་ཟེར་དེ་བརྟགས་ཤིང་མར་པ་དེ་འདྲས་སོང་ཙང་ནི་དྲང་པོ་དང་གླེན་པ་དེ་ཉིད་ལ་ནོར་ཡག་ཉེན་ཁ་ལྕི་པོ་ཡོད་རེད། ཨོ་དེ་གཅིག་བྱས། ད་དེ་ནས་གསུམ་པ་དེ་ལ་ཚོད་ཆེན་དང་ནོག་པ་ནོར་ས་ཡོད་གསུང་གི་འདུག་ག། ཚོད་ཆེན་ཟེར་དེ་ད་ཅིག་ག་རེ་ལ་དགོས་རེད། ཚོད་ཁམས་ཅན། དང་པོ་ནས་ཅིག་ཨོ། དེ་འདྲས་ཅིག་བྱས་ན་དེ་འདྲས་ཅིག་ཡོང་ས་རེད་བསམ་བསམ་ཅིག་དང། ད་དེ་བཞི་པོ་ཅིག་བྱ་བ་བྱས་ནས་གང་དག་བབས་ས་ནི་དེའི་བབས་ཡོང་གི་རེད་བྱས་བྱས་དང་པོ་ནས་རྟགས་མཚན་འདྲ་བ་ཅིག་ཧ་གོ་ན་ད་ཁོ་རང་གི་གཟིངས་དང་རྔམ་སྒྲོག་ཆེ་མདོག་ཁ་པོ་དག་དེ་འདྲས་ཞེ་དྲག་བྱེད་ཀྱི་མ་རེད་པ། ཨོ་དེ་ལ་ཚོད་ཅན་ཟིག་པ་རེད། ད་འདི་ནས་དེའི་ནང་ལོགས་ལ་ནོག་པོ་ཟེར་ཡ་དེ་ག་རེ་རེད་ལབ་ཟུར་ན། ཨ་ཁོ་རང་གཅིག། མ་ཤེས་ཤེས་འགུལ་འདྲ་བོ་རེད་བ། ཡང་མིན་ན་བསམ་མེད་དོན་མེད་འདྲ་བོ། ཡང་མིན་ན་མི་ཚེ་སྟོང་ཟད་འདྲ་བོ། འོ་དེ་འདྲས་ཀྱི་རྣམ་པ་མང་པོ་ཡོད་པ་བྱས་བྱས་གང་ལྟར་ཀྱང། ཨ་ནི་ཁོ་རང་ལ་ག་འགྲོ་བདེ་འགྲོ་མེད་པ་འདི་ནས་འདས་འགྲོ་ཡག་གི་འཆར་གཞི་དང་དེ་འདྲས་ཀྱི་དོན་ལ་མེད་མགྱོགས་བྱས་བ་རེད་བ། ད་བེད་དུ་མེད་ཚེ་ཁོ་རང་ག་འདྲས་སུ་ཕྱིན་པ་ཡིན་ནའི་ལས་མེད་ཚེ་ཁྱོད་ཚོ་བྱུང་ན་འགྲིག་པོ་འདུག་བསམ་བསམ་བསམ་བཏང་ཉེ་ཅི། འདི་ག་རེ་ལབ་སོང་ན་དང་པོའི་གནས་ཚུལ་ཧ་གོ་བ་བྱས་རྗེས་གོ་མེད་ཚོ་མེད་ལ་བསྡད་ཀྱི་ཡོག་མ་རེད་པ། ཁོ་རང་ཐབས་ཤེས་མེད་པ་བྱས་རྗེས་ག་གེ་སྨྲ་ཤེས་པ་བྱས་རྗེས་བསྡད་ཀྱི་ཡོད་བསྡད་དུས་ན་ཚོད་ཆེན་དང་ནོག་པོ་ཟས་དེ་གཉིས་གཉིས་ལ་ནོར་ས་ཡོག་རེད། ནོག་པོ་ཟས་དེ་ག་རེ་ལབ་སོང་ན་ད་ལྟ་འདི་ག་གོ་མེད་ཚོ་མེད་ངང་ལ་མེ་ཚེ་བསྐྱལ་བསྡད་མཁན་ཚོའི་རེད་པ། འོ་དེའི་རིགས་ལ་ཟེར་གི་ཡོད་རེད། ད་ཡིན་ནའི་རེད་ཚོད་ཆེན་ཟེར་ཡ་རེད་ལྷོད་ལྡོག་ཁོ་པ་བྱེད་དགོས་བ་རེད། ཟིང་རྒྱབ་སྐུ་ཡོད་བ་མ་རེད་དངངས་སྐྲག་བྱེད་དགོས་བ་མ་རེད་དེ་ཁོ་རང་ལ་གདེང་ཚོད་ཡོད་རེད་པ། འོ་དེ་འདྲས་ཅི་བྱེད་ཚོད་ཆེན་དང་ནོག་པོ་ནོར་ས་ཡོད། ད་དེ་ནས། རྫུ་བག་དང་མི་ཤེས་པ་ནོར་ས་ཡོད། འདི་ཡི། ང་ནག་ཚོས་ཡང་དེ་མགོ་བོ་ཐལ་ཉེན་ཁ་ཆེན་པོ་རེད་བ། རྫུ་བག་ཟེར་ཡ་དེ་ག་རེད་ལབ་སུ་ན། དཔེར་ན། ང། རི་མོའི་སྒྱུ་རྩལ་མཁས་པ་ཅན་པ་ཆ་བཞག་ད་ད་ནི་ང་མིང་གྲགས་ཡོད་པ་མཚན་སྙན་ཡོད་དུས་ངའི་རི་མོ་དེ་མི་གཞན་དག་གིས་ཤེས་ན། ཨ་མྱེའི་གོ་གནས་དང་སྡིགས་མཛེས་དང་མཚན་སྙན་དེ་ཕོག་འགྲོ་གི་རེད་བསམ་རེད། བསམ་བློ་སྦུ་གཟུགས་དོག་པོ་བཏང་བསྡད་མཁན་དཔེ་འགྱུས་བྱེད་མཁན་གྱི། ད། མི་དེ་འདྲ་ཡོད་རེད་པ་འོ་དེ་ཚོའི་རིགས་རྫུན་པ་ཨ། འདི་དང་ཡང་རྩ་བ་ཉིད་ནས་སྨྲ་ཤེས་ངེས་དེ་གཉིས་གཉིས་ལ་ནོར་ཡ་ཉེས་ང་ཆེན་པོ་བ་གང་ཡིན་ནམ་ཁོ་གཉིས་གཉིས་ཀ་གི་མི་ལ་ནི་ཤིང་གི་མེས་གཟིགས་པ་བར་མ་ལབ་པ་ནི་གཅིག་པ་རེ་ཡིན་ནའི་རྫུ་བག་ཟས་དེ་ལ་དིང་ངན་པ་ཞེས་པ་འདུག་བ། བྱས་ཙང་འདི་ཡི་བཀག་འགོག་ཆེན་པོ་ཞེས་པོ་ཇེ་རེར་བ། གཅིག་ནས་ང་ནག་ཚོའི་སྤྱི་ཚོགས་ནང་ལོག་ལས་དེ་འདྲ་བའི་མི་ཡི་ལག་རྩལ་དང་རིག་གནས་ཤེས་པ་ཡིན་ན། རྒྱུན་ཆད་འགྲོ་ཡག་གི་ཉེན་ཁ་ལྗིད་པོ་ཞི་བོ་བ་རེད། ཁོ་རང་གིས་གྱོད་དཔེ་བྱེད་ཀྱི་མ་རེད་པ་མང་རིག་གནས་འཕེལ་རྒྱས་བཏང་གི་མ་རེད། སོ་སོའི་རིག་གནས་དེ་ངོ་ལྐོག་མེད་པ་དང། ཅིག་ཕྱི་ནང་མེད་པའི་ཐོག་ནས་བློ་ཁ་སེམས་ཁ་ཕྱི་གསལ་ནང་གསལ་གྱིས་མི་གཞན་དག་ཅིག་ལ་བར་ལག་རྩལ་བརྒྱུད་སྤྲོད་བྱས་ན། སོ་སོ་ཡང་འཚོ་གནས་ཐུབ། སོ་སོའི་ལག་གཞི་ཡང་རིག་གནས་དེ་རྒྱུན་འཛིན་དང་འཕེལ་རྒྱས་བཏང་ནས་ཀྱི་མི་གསོ་སྐྱོང་ཐུབ། རང་ལ་ཡང་གོ་སྐབས་ཡོད་པ་གཞན་ལ་ཡང་བདེ་སྐྱིད་སྤྲད་ཐུབ་ཡ་ད་ལྟོ་གོས་འཚལ་ཐུབ་ཡག་གི། ད་དགེ་མཚན་ཆེན་པོ་ཡོད་རེད་པ་ད་ཡིན་ནའི་དེ་འདྲའི་མ་ཤེམ་ཆེ། དཔེ་འགྱུས་བྱེད་ཉེས་ཅན་ངའི་མཐོང་དེ་བརླག་འགྲོ་གི་རེད་བསམ་བསམ། འདི་བྱས་ཙང་ལོ་རྒྱུས་ཀྱི་ཉེས་ཅན་པ་རེད་བསམ་གི་འདུག་ང་རེ་ལྟ་ཚུལ་བྱས་ན། ང་ནག་ཚོའི་ལག་རྩལ་མང་པོ་ཅིག་ཕལ་ཆེར་ཕལ་ཆེར་དེ་འདྲ་གི་འོག་ལ་འཕྲོ་བརླག་ཕྱིན་པ་མང་པོ་ཡོད་ཀྱི་རེད་ཟེར་མོ་འདུག་ད་ཡིན་ནའི་རླབས་ཆེ་བའི་རིགས་ཁ་ཤས་ལ་ནི་ཁ་རོག་རེག་ལབ་དུས་ཙམ་པ་ལབ་ས་མེད་པའི་དཀའ་ངལ་འཕྲད་ཀྱི་འོར་བ་ཁོང་རྣམས་པས་དཀའ་ལས་ག་འདྲས་ཞིག་རྒྱབ་ཀྱི་བྱུང་ནས་རྒྱབ་ཀྱི་ཡིན་ཟེར་རིགས་གཞུང་དེ་དང། གོམས་གཤིས་དེ་འདྲས་ཅིག། རླབས་ཆེ་བའི་སྤྱོད་པ་དེ་འདྲས་ཅིག་གི་ཆེད་དུ་ཨང་ཉོན་བློས་གཏོང་ག་རེ་བྱེད་དགོས་བྱུང་ནས་བྱེད་ཀྱི་ཡིན། མི་སུ་ཡིན་ནས་སྦྱངས་པ་ཡིན་ན་ངས་ཉིན་མཚན་བརྟག་བགྲོས་ཀྱིས་ག་ལས་རྒྱལ་པོ་ལས་མ་བྱུང་ནས་ལབ་གི་ཡིན་ཟེར་ཡག་འདྲ་པ་ཅིག་ཡོང་གི་ཡོད་རེད་པ། དོ་ཚོ་ནི་ད་དངོས་གནས་ཧང་སང་ཡག་རེད་པ། སྤྱི་བ་ཡག་པོ་ཞུ་པོ་ཅིག་རེད་པ་རེད་པ། སྤྱིར་ནས་ང་ནག་ཆུ་ད་ལྟ་འདི་རེད་སོ་སོ་འདོད་པ་ཆེན་པོ་བྱས་རྗེས་ག་ཚད་ཀྱི་འདོད་རྔམ་བྱས་པ་ཡིན་ནའི་ལས། ཏུ་དུས་གསུམ་ཟས་བཅད་མ་རྒྱག་སྙད་ཅིག་ནི་བྱེད་གི་མ་རེད་པ། ཨ་ནི་གུ་ལོ་ཏག་ཏག་འགྲིག་པ་ཅིག་གོན་བྱས་ཨ་ནི། ཅག་ཅིག། དྲོད་མ་གུག་པ་ཅིག་ནི་ཡང་ང་ཚོ་ཕྱེད་མར་བ་གང་དག། ཟ་ཡ་ནི་ཏུ་ཏུ་གསུམ་ལས་མང་ང་ས་ཐུག་མར་ད་ཏུ་ཏུ་བཅོ་བརྒྱད་ཚ་ཉི་ཤུ་ཚ་ཟ་ཡ་དེ་འདྲ་ཕྱེད་ཡོད་ན་ད་ཨ་ལས། དྲོ་སོང་མང་ང་འགྲོ་གི་རེད། འདོད་རྔམ་ཆེ་བར་ཟི་ལབ་ཆུ་བོར་བ། ད་མདོར་བསྡུས་ན་ང་ན་ཚོའི་ཤེས་ཡོན་དང། ཁྱད་ཆོས་ག་འདྲས་ཅིག་ཡིན་ནན་ལས། མི་ལ་བ་ལབ་དགོས་ཡ་དེ་གལ་ཆེན་པོ་རེད། བསླབས་སོང་ན་སོ་སོ་ལས་གོང་འཕེལ་དུ་འགྲོ་ཡག་གི་འབབ་སྟེགས་ཆ་རྐྱེན་ཡག་པོ་ཅི་རེད་འོ་རེད་པ། འོ་དེ་འདྲས་རེད་བྱས་ཙང་ང་ཚོ་དེ་འདྲས་གཙང་བ་གཉིས་ནས་གནང་ཉན་གི་མ་རེད་ཟེར་བ། གཅིག་ཀུན་སློང་གཙང་མའི་ཐོག་ནས་ཕ་སྣང་གས་ཤེས་ན་ཕ་སྣང་ལ་དངོས་ནས་ལམ་ནོར་ལྡོག་ཤེས་ཐུབ་ཀི་རེད་ཕན་ཅི་ཐོག་གི་རེད་བསམ་ཅི་བསླབས་བཞག་པ་ཡིན་ན། རྒྱལ་མཚན་ཆེན་པོ་བྱེའུ་རུ་བ་སྟེ། དངོས་གནས་བྱས་ན་སོ་སོའི་བསམ་བློ་བཏང་ཡས་བུ་གཟུགས་དོག་པོ་རེད། ཉུང་རུ་འགྲོ་ཡས་དང་མཚན་སྙན་གྲགས་ཆུང་འགྲོ་ཡས་གལ་ཡོང་མ་རེད་ད་མདོ་མཚན་སྙན་གྲགས་ཆེ་རུ་འགྲོ་གི་རེད་དངོས་གནས། རུ་བ། མི་གཞན་དག་ལ་རོགས་པ་བྱས། རྫོབ་སྟོན་བྱས། ན་གཞོན་ལ་སྣེ་ཁྲིད་བྱས། མི་ཚེའི་ལམ་ནོར་བཏོན། བླང་དོར་འཇུག་ལྡོག་ཏུ་བཟོ་ཕག་གསལ་བཤད་བྱས་བྱས་ན་ཡག་པོ་ཡོད་རེད་བ་ལ་བྱས་ཙང་འདི་རྫུ་བག་དང་མི་ཤེས་པ་ཟེར་ཡ་དེ་ནོར་ས་ཡོད་པའི་ནང་ནས་རྫུ་བག་ཟེར་ཡ་དེ་འོ་དེ་འདྲས་རེད་ཟེར་བ་རེད། ད་དེ་ནས་ཕུག་རབ་ཁོང་གཡང་དང་རྫུ་ཁོང་ནས་ཟབ་ཚོལ་བ་ནོར་ས་ཡོད། ད་དེ་གཉིས་ནོར་ཡ་ཉེན་ཁ་ལྗི་པོ་བ་རེད། ཕུག་རབ་ཁོང་གཡང་ཟེར་ཡ་དེ་ག་རེད་ལབ་སུ་ནི་ལྟ་དགོ་ན་ཕོ་རབ་ཀྱི་རེད། དངོས་གནས་ཁོག་པ་ཡང་པོ་ཡོད་རེད། དཀའ་སྡུག་མང་པོ་མྱངས་མྱོང་ཡོད་པ། ལང་ཀ་མང་པོ་བསྒྲིམ་མྱོང་ཡོད་པ། ཉམས་མྱོང་མང་པོ་བསགས་མྱོང་ཡོད་པ། མི་འདྲ་མ་འདྲ་འཐུང་མྱོང་ཡོད་པ། ཡངས་པའི་འཇིག་རྟེན་ལ་ལྟ་མྱོང་ཡོད་པ། སྔོན་མ་ད་ལྟ་དགའ་དགའ་ལོག་གི་ཅིག་བྲོ་བ་མྱངས་མྱོང་ཡོད་པ། དེ་འདྲ་ཅིག་ཡིན་པ་ཡིན་ན་ད་རྡོ་ཚོགས་ཁོག་ཡངས་པོ་བཞི་པོ་ཡོག་རེད་དངོས་གནས་ཅིག། ཐུགས་བརྩེ་ཆེ་བ་ད་ག་ལམ་སང་འབར་འགྲོ་ཉེན་དེ་འདྲའི་སྐྱིབས་ཡག་མེད་པ་དེ་འདྲའི་གི་བྱ་སྤྱོད་ཁྱོ་ནས་སྤེལ་གི་མ་རེད་པ། ཕུ་རབ་རེད་ཁོང་ཡངས་རེད་ཁོ་ནག་ཚོར་བ། ལེགས་ཚེ་ལེགས་ཚེ་ནོར་འཁྲུལ་ཞོར་ནས་ལས་སྡུག་གེ་ཞི་བ་གི་རྒྱག་གི་མ་རེད། གང་ཡིན་ལབ་ཟུར་ན་ཁོ་ན་ཚོས་དམིགས་བསལ་དེ་ཆེ་ས་ལ་མིག་དཀྲུགས་བར་བ། ཨ་ཆོན་ཆོན་གཅིག་ནས་ཨ་ནི་གཅིག་སོ་སོའི་རང་གཤིས་དང་འདོ་བ་འདྲ་པོ་དེ་དཔེ་སྟོན་ཡོང་ཡང་དེ་འདྲའི་གནང་གི་ཡོག་མར་བ་བྱས་ཙང་ཕུགས་རབ་ཁོང་ཡང་པོ་དེ་འདྲས་གཅིག་དང། ད། རྫུ་ཁོང་ནས་ཟབ་ཚོལ་བ་ཉིན་ནོར་ཚད་ཡོག་རེད། འཛུགས་ཁོངས་ནས་ཟབ་འཚོལ་བ་ལབ་དུས་རྩམ་པ་དམིགས་བསལ་དེ་ཉིད་སྐྱོན་གྱི་ཚད་བཅད་གཏིབ་ཨ་བསམ་ཉན་འདིའི་ལས་ཨ་གནས་སྐབས་བཟོད་པ་གོམས་འགོག་བྱེད་ཁོག་པ་ཡངས་དོག་བྱེད་ཨ་ནི་གཅིག་སེམས་བཟང་དོག་བྱེད་ཅེས་ཨ་ནི་སོ་སོའི་དོན་ལ་བྱར་ཡོང་གི་རེད་ཟེར་གྱི་ཡོད་རེད་པ་འཛུགས་ཁོངས་ནས་ཟབ་འཚོལ་བ་འཛུགས་ཁོངས་ནས་ལབ་དུས་རྩམ་པ་ད་སྐྱོན་ག་ནས་ཚད་ན་ཡག་གི་ཡོད་པ་དེ་ཨ་ལས་ཉམས་ཞིབ་བྱེད་ཅེས་ཨ་ནི་གཏིབ་གོ་སེམས་གོ་བར་བ་བ་དེ་འདྲའི་གཉིས་དེ་ནོར་ཡག་གི

སོ་སོའི་ངོས་ནས་བཤད་ནའི་ལས། ནོར་འཁྲུལ་དེ་འདྲས་ཤོར་ཉན་གི་མ་རེད་ལ། མི་ཕ་རོལ་པོས་ནོར་འཁྲུལ་དེ་འདྲས་ཡོང་གི་འདུག་ནའི་ལས་སོ་སོ་ནོར་འཁྲུལ་གྱི་དྲ་བའི་ནང་ལ། ཚུད་རྒྱུ་ཡོད་མ་རེད། ང་ཚོ་ལ་སློབ་གསོ་རྒྱུ་ནང་དུ་ཨཱ། ད་འདི་ནས་འདི་གསུང་གི་འདུག་ཕུ་འབྲིང་གླེན་པ་དང། འཇམ་ཁོང་ནས་ཟབ་འཚོལ་བ་ནོར་ས་ཡོད་ད། ཕུ་འབྲིང་གླེན་པ་ཟིལ་ལབ་ཡོང་དུས་ད་འདི་རེད། གཅིག། བཞི་བོའི།

ནུས་པ་དོན་ལྡན་ཉེས་མེད་འདི་འདྲའི་རེད། འོ་འདི་འདྲས་ཀྱི་ད་ལྟ་ཕུ་འབྲིང་གླེན་པ་དོ་ཟོ་དང་ནི། དེ། འཇམ་ཁོང་ནས་ཟབ་འཚོལ་བ་དེ་ནོར་ས་ཡོད་རེད། འཇམ་ཁོང་ནས་སེ་ལབ་ཡོང་དུས་ད་ཡང་ཅིག་ཁ་འཇམ་པོ་བྱས་བྱས། ཏིང་སྔོན་གཉེར་སྦྱོར་བ། འོ་དེ་གཉིས་གཉིས་ནོར་ཡང་ཉེན་ཁ་ཆེན་པོ་ཡོད་རེད། ཕུ་འབྲིང་ཟས་དེ་སོ་སོའི་སྤྱོད་པ་ལ་ག་རེ་བབ་པ་ཡིན་ནས་ད་ག་རང་བྱེད་ཀྱི་ཡོད་དུས། ཨ་ནི། འཇམ་ཁོངས་ནས་ཟབ་འཚོལ་ཉན་གྱི་མི་འདི་ཡང་ག་རེ་བྱེད་འོ་རེད་ལབ་དུས་ཞི་འཇམ་གྱི་ཐོག་ནས། ཨ་ནི་མདོར་བསྡུས་ན་ཡང། སྔོག་འདོན་བྱེད་ཡག་དེ་འདྲའི

ཉེན་ཁ་ལྕི་པོ་རེད་གསུང་གི་ཡོད་རེད། ད་དེ་ནས་ད་ལྟ་མཐའ་མ་དེ་ལ་ཕོ་འཐབ་མགོ་སྟོང་དང་ཁོང་ནས་ཟབ་འཚོལ་བ་ནོར་བ་ཡང་དོང་ངོ་གསུང་གི་འདུག་ཨ། ཕོ་འཐབ་མགོ་སྟོང་དང་ཁོང་ནས་ཟབ་འཚོལ་བ་ནོར་བ་ཟླབ་ཡོང་དུས། ད་ཕོ་འཐབ་མ་མགོ་སྟོང་ཟེར་ཡ་འདི་ལ་ག་རེ་ཡོད་རེད་ལབ་ཡོང་དུས། ཨ་ནི་ཅིག

ཁོང་ནས་ཟབ་ཚོལ་བ་ཟི་ལབ་ཡོང་དུས། ཨ་ནི་བྱུན་རབས་དང། ཡག་རབས་དང་གླེང་བྱས། ཨང། ཕ་ནང་དང་དོ་འུ་ཐུག་འགྱོ་ཡི་དྭངས་ཆད་འཐེན་འགྱོ་དྲིན་དྲན་གྱི་རེ་བ་བཅོལ་ཡོང་དུས། ཨ་འདི་ངས་སྒྲུབ་ཐུབ་ཡོད་སྲིད། ངས་ཞིབ་བརྗེ་བྱས་པའི་ལོ་རྒྱུས་ཡོད་སྲིད་ཅེས་ཨ་ནི་ཕ་ནང་ནས་མགོ་སྐོར་བཏང་རྗེས། འབུ་བ་ལེན་མཁན་དེ་འདྲ་ཡོད་རེད་པ་མགོ་སྐོར་བཏང་མཁན་དེ་འདྲས། འོ་དེ་གཉིས་གཉིས་ནོར་ཡག་གི་ཉེན་ཁ་ཆེན་པོ་ཡོད་རེད། གཅིག་ནི་མགོ་སྟོང་རང་རེད་དངོས་གནས་ཁོ་རས་ཁ་བཤད་པས་མ་གཏོགས་མི་ལ་མགོ་སྐོར་བཏང་དགོས་བ་མ་རེད་ཡིན་ནའི་གཅིག་གི། རྦད་དེ་བྱུང་རབས་དང་ཡག་རབས་གླེང་བྱས་མི་གཞན་དག་བསྟིབ་གི་ཡོད་རེད་བ་འོ་དེ་གཉིས་གཉིས་དག་ཉེན་ཁ་ཆེན་པོ་ཞེ་བོ་རེད་གསུང་གི་ཡོད་རེད་མདོར་བསྡུས་ན་ཨང་ད་ད་ནོར་ས་ཡོད་པ་དེ་གས་ལ་ཨང་ང་ནག་ཆུ་གཟབ་གཟབ་བྱེད་དགོས་རེད་ཟེར་ད་དེ་ང་ནག་ཆུ་ད་ད་གཟབ་གཟབ་བྱས་ལབ་དུས་ཕ་ནང་གི་སྤྱོད་པ་དེ་འདྲས་བྱེད་ཀྱི་འདུག་ན་ཁྱེད་རང་གཟབ་གཟབ་བྱེད་ཟེར་གི་ཡོད་རེད་བ་ད་ལྡོག་ཕྱོགས་ང་ནག་ཆུ་རང་ཉིད་ཀྱི་སློབ་གསོ་ལ་བསམ་བྱེད་སྐོར་ར་གཅིག་བསྐྱལ་བ་ཡིན་ན་རང་ཉིད་ཀྱི་ནོར་ས་ཡོད་པའི་སྤྱོད་པ་དེ་འདྲས་བསྟན་བྱས་ང་མི་གཞན་དག་ལ་མགོ་སྐོར་མ་གཏོང་གསུང་གི་ཡོད་རེད་པ་མདོར་བསྡུས་ན། ཁོ་ཕ་ཚོ། ལྟོས་ས་དང་ལྟོས་འཇོག་བྱས་རྗེས་ང་ཚོས་གོ་བ་ལེན་པ་ཡིན་ན། སློབ་གསོ་འདིས་ད་ཕྱོགས་གཉིས་ཀ་ལ་ཐེབས་ཀྱི་འདུག་ཨ། འོ་དེ་འདྲས་རེད་བཞག་ཨ། གཞི་རྩའི་ཆ་ནས་ང་ནགས་སུ་ནམ་རྒྱུན་འདི་རེད་བཞག་ཨ། གར་བཞུགས་རེད། བརྟག་དཔྱད་དང་ཞིབ་འཇུག་ལ་དགའ་བོ་ཞེ་དྲག་མེད་པ་བྱས། གྲགས་པའི་རྗེས་སུ་འགྲོ་མཁན་རུ་པ་འུར་རྒྱག་ཡ་ལ་དགའ་བོ་ཡོད་མཁན་གྱིས་ད་ཤུགས་ཆེ་ཡོད་ན། ད་ད་ལྟའི་གྲྭ་བ་དེ་ཚོའི་ནང་ལ་ཚུད་ཡག་གི་ཉེན་ཁ་ལྗིད་པོ་ཡོད་རེད། ད་ཡིན་ནའི་མི་འགའ་ཤས་ལ་དེ་འདྲས་འདུག་ག། ང་རང་ང་རེས་ཅིག་བསམ་བློ་ཞིག་བཏང་ཡས་བྱོས་ཡོད་སྲིད་དེ་མ་འགྲིག་པའི་ཞུ་གོ། སུ་ལ་ཡིན་ནའི་ལས་ངག་གོ་ཞེ་དྲག་སྒུར་གི་མིན་སྲིད་ཉེ་ཞིག་འདུག་ག། ད་ཚོའི་གྲས་ཀ་ཡང་ཉེན་ཁ་ཆུང་ཆུང་འདྲ་པོ་བྱེད་ར་རུ་པ། དེ་ཡིན་དེ་དུས་ཨང་ང་ན་སོའི་རྒྱུན་དུ་ནས། ཅིག་ག་རུ་བཞུགས་རེད་ད་སྙེ་མར་དཔེ་ཅིག་འུག་འདུག་ག། ག་བ་ཡིན་ནེ་ལེ། མགོ་གོ་ཐེམ་ཉེན་མང་ཡོད་ན། མགོ་གོ་བཏང་ཉེན་མང་ཡོང་གི་རེད་ཟེར་ཡ། དེ་འདྲ་ཡིན་དེ་དུས་ཡང་ཅིག་ཕར་ཚུར། གཅིག་གི་གཅིག་ལ་གོ་སྐབས་བསྐྲུན་པའི་བཟོར་བྱས་རེད་འདུག་ག་ལ་བྱས་ཙང། ང་ཚོ་གང་ཅིའི་གི་ཐོག་ནས་ཐུགས་བསམ་བཞེས་བྱས། སློབ་སྦྱོང་གིས་ཕྱུག་པ། བསམ་གཞིག་གིས་ཕྱུག་པ། བརྟག་དཔྱད་ཀྱིས་ཕྱུག་པ་རྦད་དེ་དོགས་པ་རྐྱང་རྐྱང་བྱེད་ཚེ། དེས་ན་ནི་ཡང་མི་བཟད་འཕྲོ་བརླག་སོ་ཞེས་རེ་དོགས། དོགས་པ་བཟད་དེ་དང་གུ་དེ་ཀྱིས་བཟད་དེ་གཉེན་པོ་ཡོང་མ་ཐུབ་པའི་སོར་ཆེ། དེས་འདོད་དོན་ང་ལ་སུ་གང་བདག། ཟབ་ས་བྱེད་དགོས་དགོས་རེད། དེ་འདྲས་ཞིག་གསུང་གི་ཡོད་ས་རེད་ཐོ་ཆེ་ན། ནི་ད་ག་ཞེས་པ་ཡིན།